ཟླ་བ་འདིའི་ཚེས་ལྔ་ཉིན་གྱི་ཞོར་དྲུག་ནང་སྙིང་དུ་ཡོད་པའི་བཀའ་ཆུང་དཔེ་མཛོད་ཁང་དུ་ཞི་བདེའི་གསར་པ་ཁག་ཅིག་དབུ་འབྱེད་གནང་སོང། དུས་ཚོད་དེ་དང་བསྟུན་ནས་ང་ཚོའི་གཞིས་གྲོང་རྩོམ་པ་པོ་དང་དབུ་འབྱེད་མཛད་སྒོ་ལ་ཕེབས་པའི་སྐུ་མགྲོན་ཁག་ཅིག་ལ་གཞིས་གྲོང་དེ་དག་གི་ནང་དོན་དང་གཞིས་གྲོང་འབྲི་བའི་སྐབས་དོ་སྣང་དང་སྤང་བླང་བྱེད་དགོས་ས་ག་རེ་ཡོད་མེད་ཕ་མ་ཚོས་ཕྲུ་གུ་ལ་གཞིས་གྲོང་གློག་འཁྱུག་རྒྱོ་གས་ཆེ་ཆུང་སུ་གི་ཐུགས་ལ་བཅར་འདྲི་ཁག་ཅིག་བྱས་ཡོད་པས་རྣམ་པ་ཚོས་གསན་གཟིགས་གནང་རོགས།

མཐུན་རྐྱེན་བྱ་རས་ཀྱི་ནང་ནོར་ནི་གལ་ཆེ་ཤོས་གཅིག་སྟེ་ག་རེ་ཆགས་ཡོད་རེ་ཞུ་དགོས་ན། སྤུ་གུ་ཆུང་ཆུང་ཚོ་ལ་དཔེ་དེབ་ཀྱི་མཐུན་རྐྱེན་བྱ་རས་བ། ཨ་ནི་མཐུན་རྐྱེན་བྱ་བ་ཙམ་མིན་པ། ཨ་ནི་སྤུ་གུ་ཆུང་ཆུང་མཉམ་དུ་བསྡད་བྱས་ཨ་ནི་དཔེ་དེབ་ཀློག་ཡས་བ། ཡང་མིན་ན་ཡང་དཔེ་དེབ་རང་མ་ཀློག་བས་ནས་ཀྱི་དཔེ་དོབ་དཔེ་དེབ་ཀྱི་ནང་གི་སྒྲུང་དེ་གའི་སྤུ་གུ་ལ་བཤད་ཡས་དེ་དཔེ་གལ་ཆེན་པོ་རེད་བ། དེ་ག་ཅིག་གནད་འགག་ཆགས་ཡོད་རེ་ཞུ་བ་ན། སྤུ་གུ་ཆུང་ཆུང་དཀའ་སྡུག་ཨ་ནི་སྤུ་གུ་ཀླད་པད་ཀྱི་འཚར་ལོངས་ཀྱི་མྱུར་ཤོས་བ། ཡོང་གི་ཡོད་རེད། སྐབས་དེ་དུས། ཨ་ནི་སྤུ་གུ་དེ་གའི་ཀླད་པད་ཀྱི་འཚར་ལོངས་ཀྱི་ཆེད་དུ་མཐུན་རྐྱེན་འཇལ་རེས་ཀྱི་ག་ལ་བར་མཐུན་རྐྱེན་ཡག་ཤོས་དེ་ག་རེད་ཡག་ཤོས་གཅིག་དེ་ག་རེད་ཞུ་དགོས་ན། ནི་སྐད་ཡིག་གི་འཚོ་བཅུད་ལེགས་དང་ཚུལ་གྱིས་ན་ནོར་བའི Language Nutrition ལེགས་རོགས། བྱས་ཙང་སྐད་ཡིག་གི་འཚོ་བཅུད་ལེགས་དེ་སྐད་ཆ་བཤད་ཡོང་དུས་ཨཱ་ནི་སྤུ་གུ་མཉམ་དུ་སྐད་ཆ་བཤད་ཡས་རོགས་སྤུ་གུ་ལ་དེབ་སློང་ཡས་སྤུ་གུ་ལ་སྒྲུང་བཤད་ཡས་ཨཱ་ནི་སྤུ་གུ་མཉམ་དུ་བསྡད་ནས་ཡང་གཞས་བཏང་ཡས་དེ་གའི་དཔེ་གལ་ཆེན་པོ་རེད་སྤུ་གུ་ཚོར་ག་ཚ་ཀླད་པའི་འཚར་ལོངས་ལ་ཨཱ་ནི་ཀླད་པའི་འཚར་ལོངས་ཡག་པོ་ཆགས་པའི་སྤུ་གུ་དེ་ཨཱ་ནི་ཇེ་མང་མི་རྒན་པ་ཆགས་དུས་ཨཱ་ནི་ཅིག་སློབ་སྦྱོང་བྱེད་ཐུབ་ཡས་སློབ་སྦྱོང་ཡག་པོ་བྱེད་ཐུབ་ཡས་ད་ནང་བཞིན་གྱི་ཨཱ་ཅིག་ཁ་ལོ་རེ། མི་མཉམ་དུ་འབྲེལ་བ་བྱས་དེ་གས་ཀྱི། གཞན་པར་དེ་བསྡུར་བ་ནི་བཟང་ང་རོ། ད་ནི་ཞིག་སོ་སོའི་ཚོར་བ་སྟངས་འཛིན་བྱས་དེ་གས་ཀྱི། ཨ་ནི་ཆུང་ཆུང་སྐབས་དུ། ཨ་ནི། ཁ་ས། སྐད་ཡིག་གི་ཁོར་ཡུག་ག་འདྲས་ཀྱི་དབར་ལ་འཚར་བའི་མི་དེ་ལ་ཞེ་བོ་ཞིག་རག་ལས་ཀྱི་རེད་ཞུ་ཐུགས་ཆེ་གནང། ད་འདི་ཡི།
ཡ་རྒན་པ་ཆགས་ཡོང་དུས་ཙམ་པ་ལ། བོད་ཡིག་དེབ་ཀློག་མཁན་དེ་ལྟས་སུ་ཉུང་རུ་འགྲོ་གི་འདུག་ཟས་སྦྱོར་བ། དེ་གསལ་བོ་ཞིབ་རེད། འཛིན་གྲྭ་རྒྱལ་བ་དགུ་བ་བཅུ་བ་ནས་བཟུང་དེ་ལྟ་ན་ཡང་འགྲིག་གི་རེད། མཐོ་རིམ་སློབ་གྲྭ་ནང་ལོ་ལ་བུའི་རྒྱང་སྲ་གི་མཐོ་རིམ་སློབ་གྲྭ་ཡོད་རེད་བ། མིང་ལ་མོ་གོ་བྱས། དུ་བཟོ་ནང་ལོ་ལ་ཡང་བུ་ཡུག་གི་དེབ་ག་ཚོད་སུ་ལོག་གི་འདུག་ལྟ་དང་མང་ཆེ་ཞེ་ར་ལོག་གི་ཡོད་མ་རེད། ཨ་ནི། དེའི་རྒྱུ་མཚན་གཙོ་བོ་སྒྲོབ་ཀྱི་ག་རེ་ཐུག་དེ་ཡོད་རེད་ཟེར་ལབ་པ་ཡིན་ན། རྒྱུ་མཚན་དང་པོ། འཛིན་གྲྭ་རྒྱལ་བ་དགུ་བ་བཅུ་བ་ཡར་གླིང་ངེད་ཀྱི་དགེ་རྒན་དུ་བཟོ་བྲེག་གི་ཡང་ལབ་ངེད་དགེ་རྒན་དུ་བཟོ་བྲེག་གི་ཡང་སྒྲུང་དེབ་ངོ་སྤྲོད་ཞེ་ར་བྱེད་ཀྱི་མི་འདུག་དེའི་ནོར་འཁྲུལ་ཆེ་ཤོས་གཅིག་དེའི་རྐྱེན་ཕྱིར་ནས་ཡོང་གི་ཡོད་རེད། གཉིས་པ་དེ་ག་རེ་རེད་ཟེར་ལབ་ན། གློག་གཡའ་གྱི་དེབ་དེ་དང་གཞོན། བྱིས་པའི་སྐབས་ལ་གློག་གཡའ་གྱི་དེབ་དེ་དང་རྒན་པ། གཅིག་གཞོན་ནུའི་སྐབས་ལ་གློག་གཡའ་དེ་གཞོན་ནུའི་སྐབས་ལ་གློག་གཡའ་དེ་དེབ་དེ་ཉུང་བ་འདུག་བཙན་བྱོལ་ནང་ལ། དེའི་ཆེད་ནས་ཡོང་གི་ཡོད་རེད། གསུམ་པ་དེ་ག་ཆེད་ནས་ཡོང་གི་ཡོད་རེད་ལབ་པ་ཡིན་དུས། གློག་གཡའ་གྱི་རྒྱུ་ཆ་ཅིག་གཏད་ཚེ་ཅིག་ཡོད་པ་ཡིན་ན་ཡང་དེས་ཁོ་རང་ཚོ་གི་བྱིས་པའི་སེམས་ཁམས་དང་འཕྲོད་པོ་ཅིག་ཡོང་གི་ཡོད་མ་རེད། དེའི་རྐྱེན་ཆེད་ནས་ཡོང་གི་ཡོད་རེད་དེའི་ནང་གི་རྒྱུ་མཚན་གཙོ་བོ་དེ་ག་རེད་ལབ་ན། དགེ་རྒན་གྱིས་དེབ་ངོ་སྤྲོད་ཡག་པོ་མ་བྱས་པ་ཙང་བྱུང་བ་རེད། ད་དུ་སུ་ཡང་སྐད་ཆ་རྫིག་པོ་བྱས་ནས་བཤད་ཡ་ཞིག་རག་མི་འདུག་གང་ཡིན་ཟེར་ན་སོ་སོས་ཅིག་ཞིབ་མང་པོ་བྱས་མྱོང་ཡོད་ན་ངས་འདི་འདྲས་བྱས་པ་ཡིན་འདི་འདྲས་བྱེད་དགོས་རེད་ལབ་དགོས་རེད་བ། ང་འདི་འདྲས་ཞེ་དྲག་བྱས་མྱོང་མེད། ཡིན་ན་ཡང་ང་རང་གིས་མ་བརྟགས་ཡོད་འདི་ཙམ་པ་ལ་དོན་ཚན་ཁ་ཤས་ཤིག་འདུག་དོན་ཚན་དང་པོ་དེ་བླང་དོར་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་འདང་གིས་ངས་ཞུས་པ་ནང་ཞིག་རེད། ཡི་གེ་དག་ཆ་མ་ནོར་བ་བྱེད་དགོས་དེ་ཧ་ལས་པའི་གལ་ཆེན་པོ་རེད། ང་ཚོ་དཔེ་དེབ་གཞན་པ་གཅིག་གི་ནང་ལོགས་ལ་དེ་དག་ཆ་ནོར་ཟེར་ན་ཁག་ཡོད་མ་རེད། ཡིན་འབྲུ་དཔལ་དང་ཁྲི་ཁྲི་ཁྲི་ཡོད་རེད་བ། ད་ང་ཚོ་བྱིས་པའི་གི་དེབ་འདི་འདྲའི་གསོན་འགྲོ་བ་གཅིག་ཡིན་པ་ཡིན་ན། ཡིན་འབྲུ་ག་ཚོད་ཡིན་རེད་བཞི་བརྒྱ་ལྔ་བརྒྱ་བརྗོད་རྒྱུ་རེད། དེ་ང་ཚོ་ཞུ་དག་ཅིག་བྱས་པ་ཡིན་ན་ཡང་སྐར་མ་ལྔ་ཡང་མིན་ན་སྐར་མ་བཅུ་ནང་ལ་ཞུ་དག་བྱེད་ཐུག་རེད། དེ་མི་འདྲ་བ་མི་འདྲ་བ་བཅུ་ཟེར་ལ་བྱས་བཅུ་བཞག་ན་ཞུ་དག་ཡག་པོ་བྱེད་ཐུག་ཡ་དེ་དེ་ལ། གར་སོ་གོ་རེད་ལེགས་ཆ་འདྲ་བོ་མང་ཡོད་རེད་བྱེད་ཐུག་རེད་བྱེད་དགོས་རེད་བསམ་གི་འདུག་དེ་ད་ཆ་ནོ་ཡ་དེ་ང་ཞེད་སྣང་ཚ་ཤོས་མཐོང་གི་འདུག། ཉེས་བ་དེ་ག་རེ་རེད་ཤ་ལ་ན། བེད་སྤྱོད་བཏང་ཡོད་འདི་ཙམ་པ་ལ་ཚིག་བེད་སྤྱོད་བཏང་བཏང་བརྗོད་རེད་པ། ཚིག་བེད་སྤྱོད་བཏང་བཏང་དེ་བྱུང་ན། ད་ལྟ་ཡིག་སྐད་ལས་ཁ་སྐད་བལྟས་ཚེ་ཉེས་བ་བྱས་ན་ཡག་ག་ཡོད་རེད། པུ་གུ་ཆུན་ཆུན་གྱི་ལོ་ཡ་ལ། ཡིན་ནས་ཁ་སྐད་ཉེས་བ་ཟེར་དུས་ཡི་གེ་ནང་ལ་དྲའི་མེ་སྒྱོགས་ཀྱི་ཁ་སྐད་དེ་ཟེར་དགོས་བ་མ་རེད། དཔེར་ན་ཆ་བཞག་པ་ཡིན་ན། འཇིགས་སྐྲག་སྐྱེས་པ་རེད་ཟེར་ཡ་གི་ཚབ་དེ་ལ་ཞེད་སྣང་སྐྱེས་པ་རེད་ཟེར་ན་ག་ཡོད་རེད། ཞེད་སྣང་ཟེར་ཡ་དེ་ཡོད་ནི་ཡོད་རེད་ད་ཆ་ནི་ཡོད་རེད་དེ་སྤུ་གུ་ལ་ཡག་ག་ཡོད་རེད་བ། དེ་ལ་འཇིགས་སྐྲག་སྐྱེས་པ་རེད་འགྲོ་ལ་ར་འཇིགས་སྐྲག་ཁོ་རང་ཨ་ལི་དང་པོ་ཧ་མ་གོ་ནི་ལྷག་ནི་ཆོས་སུ་སྐྱེས་ཡོད་མ་རེད་བྱས་ཙང་མིང་ཚིག་བེད་སྤྱོད་བཏང་འོང་དུས་ཁ་སྐད་བེད་སྤྱོད་བཏང་ཡ་ཁ་སྐད་ཟེར་དུས་ཚང་མ་ལ་ཡ་ག་འཇུ་མ་འཇུ་བེད་སྤྱོད་བཏང་ཡ་དེ་མ་རེད། ཅིག་ཡི་གེ་ནང་ལ་བྲིས་ཡ་ཡོད་དེ་བས་ཁ་སྐད་བྱོས་རེད་བ། ཚང་མ་ཀློག་ཟེར་ཡ་རེད་བ་དེ་འདྲས་བྲིས་གོ་ཡ་ཡོད་མ་རེད། ཚང་མ་ལ་སི་ལ་ནས་འགྲིག་བར་མ་ཏོ་ཀུན་ལ་འགྲོ་བ་ཁྲིད་ར་བྲོ་བ་ཡོད་མ་རེད་བུ་གུ་ལ་དེ་འདྲི་ཡིན་ཚ་མིང་ཚིག་བེད་སྤྱོད་བཏང་སྟངས་གི་ཐོག་ལ་དོ་སྣང་གནང་དགོས་ཡ་ཅི་ཡོད་རེད་གསུམ་པ་དེ་ག་རེ་བེད་སྤྱོད་བཏང་བ་རེད་ངས་དོ་སྣང་བྱེད་དེ་ཡིན་བོད་པ་བྱིས་སྒྲུང་དང་དེ་འདྲའི་ནང་ལོ་ཚིག་དྲུག་དེ་རིང་པོ་ཞིབ་བྲིས་ཀི་འདུག་ཨ་ནེ་བཀྲ་ཤིས་ཁྲོམ་ལ་ཕྱིན་པའི་སྐབས་དེ་ཨ་ནེ་ཁྱི་ཞིག་འཐུང་པ་ལ་བརྟེན་ནས་ཁོ་ཧ་ཅང་ཞེ་ནས་ནང་ལ་བྲོས་ཀི་བྲོས་ཀི་བྱུང་བ་རེད་ལ་རིང་པོ་ཞེ་བོ་ཅིག་བཟོ་བཞག་གི་འདུག་དེ་མ་གོ་བར་བཀྲ་ཤིས་ཁྲོམ་ལ་ཕྱིན་པ་རེད་ཁྱི་ཞེ་སྣང་ཚ་བོ་ཞིག་མཐོང་པ་རེད་ཁོ་ཞེ་ཐག་ཆོད་དེ་ནང་ལ་བྲོས་ཀི་བྱུང་བ་རེད། དུམ་བུ་དུམ་བུ་མ་བཅད་བྱ་དགོས་འདི་དཔེ་གལ་ཆེན་པོ་རེད། ངའི་མིང་བསྟན་འཛིན་ལྷ་མོ་རེད་ཨ་ནི་ང་ད་ལྟ་ད་ལས་ཀ་གཙོ་བོ་དེ་དང་ནུབ་གླིང་ག་བྱེད་ཀྱི་ཡོད་རེད་ཡིན་ནས་ད་ངེད་ཀྱི་ཁ་ས་ལས་གཞི་གཞན་དག་དེ་ཚོ་བྱས་དེ་འདི་རེད་ཁ་ས་དཔེ་མཛོད་དང་དེ་འབྲེལ་བའི་ཐོག་ནས་ལས་ཀ་བྱེད་དགོས་རེད་ར་ཨ་ནི་ད་ད་རིང་ང་ཚོ་འདི་དཔེ་ཚོགས་གཅིག་དབུ་འབྱེད་རེད་ཨ་ནི་འདི་ནང་ལོགས་ལ་ད་དཔེ་ཚོགས་འདི་ནང་ལོགས་ལ་དེབ་སྔགས་བསྡེབས་ནས་ནི་དེ་མ་རྩོམ་དེ་དབྱིན་ཇི་ཡིན་པ་གང་ཞིག་ལ་ནི་བུའི་ནག་འགྱུར་བྱེད་ཐེབས་སྔགས་ཅིག་ད་རིང་དབུ་འབྱེད་བྱེད་ཡོད་རེད། ནི་ད་འདི་གི་བརྒྱུད་རིམ་འདྲ་བོ་ཅིག་ཞུ་བ་ཡིན་ན་འདི་རེད་ག་ས་དང། ཡིན་ང་ཚོ་ལས་བྱེད་འདིའི་སྙེ་མ་སྤྱི་ཟླ་སྤྱི་ཟླ་ཟེར་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་རེད་ཉིས་སྟོང་བཅུ་དགུ་ཉི་ཤུ་པ་རུ་ང་ཚོ། ཏོག་དབྱིབས་ནད་རིམས་ཀྱི་དུས་ཚོད་དེ་འགྲོ་བདེ་དུས་ཨ་ནི་ལྡི་པ་རུ་གྱི་ལས་གཞི་འགོ་བཙུགས་རྒྱུ་རེད། ཨ་ནི་དེའི་སྐབས་དུ་ཏང་ཙོ་གནས་སྟངས་སྡུག་སྤྲོ་ཆགས་ར་ཅིག་མི་ཚང་མ་སོ་སོ་སོ་ནང་ལ་བསྡད་དགོས་རྒྱུ་ཨ་ནི་སྤུ་བོ་ཚོ་སློབ་གྲྭ་ལ་འགྲོ་ཡས་མེད་རྒྱུ་ཕ་ཚོ་ད་རོགས་པ་ཞེ་འདང་མཉམ་དུ་བཙུན་མོ་བཙལ་ཡས་མེད་རྒྱུ་དེ་འདྲའི་གི་གནས་སྟངས་ཅིག་གི་འོག་ལ་ང་ཚོ་བསྡད་ཡོད་དུས་ཨ་ནི་དེའི་སྐབས་དུ་ད་ང་རང་ཚོ་སྤྱི་བཏང་འདི་དཔེ་དེབ་དང་ད་ཨིན་དྲེ་ཁང་ལ་ལས་ཀ་བྱེད་ཀྱི་ཡོད་དུས་ཨ་ནི། སྡིག་གི་ཞན་ཆ་ཅིག་ཤུགས་ཆེན་པོ་ཅིག་མཐོང་རོགས་ཨ་ནི། དེ་ཡིན་ཙང་ང་རང་ཚོ་ད་ནམ་རྒྱུན་ངོ་ཤེས་པ་དང་དེ་ཚོ་ཉིན་མོ་ཕར་ཚུར་སྐད་ཆ་བཤད་ཡི་འདྲ་བྱེད་དུས་ད་ནང་ལ་ང་རང་ཚོ་དད་པའི་ཡུལ་སྐྱོར་དེ་ཚོ་ཅིག་ཕར་ཚུར་བཤད་ཤེས་རེད་ཙེ་ཨ་ནི། འདི་གི་ག་རེ་དྲ་ཐོག་ནང་ལོགས་ལ་ཕར་ཚུར་སྦྲུམ་ཤེས་རེད་ཙེ་ཨི་འདྲ་བྱས་ནས་ལེ་ཚན་འགྲོ་རྒྱུ་འགོ་བཙུགས་རེད་ཨ་ནི། དེ་འགོ་བཙུགས་ནས་ད་གཉིས་པ་དེ་ལ་ཡང་ག་རེ་འགྲོ་ཞིག་མཐོང་སྲིད་ལབ་ན་ད་དེ་ཚང་མ་ཡང་ང་ཚོ་བོད་ཡིག་ནང་ལོ་སྤོ་བོ་ཆུང་བ་ལས་ཡང་སྒྲུང་གི་ལེ་ཚན་འདི་ཡོད་དུས་ཨ་འདི་ཡང་སྒྲུང་ཨིན་ཇི་ནང་འདི་ལོ་ཡང་བོད་ཡིག་ནང་ལོ་ལ་ང་ཚོ་བསྒྱུར་ནས་ད་གཅིག་བཤད་ཀྱི་རིམ་པ་འགྲོ་གཅིག་ལེ་དུས་ད་ཨ་ཙི་ཡང་དེ་གས་ཚང་མ་བོད་ཡིག་ནང་ལོ་ལ་ཡོད་ན་ཡག་བ་ལ་ཡང་གཅིག་ག་ཚོད་ག་ལོ་ཁྱབ་ཆེ་ཆུང་གི་དཔེ་ཁྱད་པར་འགྲོ་ས་རེད་བསམ་ནས་ང་ཚོ་བོད་ཡིག་ནང་ང་ཚོ་ངོ་ཤེས་པ་དེ་འདྲས་བོད་ཡིག་ནང་ལོ་ལ་བསྒྱུར་ཅུ།

མང་རུ་བཏང་བྱེད་ཤུགས་ཆེ་རུ་བཏང་ཡང་ཅིག་འོ་འདུག་བྱེད་བྱེད་ལས་རིམ་འདིའི་ད་གོམ་པ་གཉིས་པ་མ་བཟུང་ན་ཅིག་རྒྱབ་ནས་ནི་དེབ་གཟུགས་ནང་ལ་སྟོན་ཐུ་ཡས་ཀྱི་ད་དུས་ཚོད་ཅིག་ལ་སླེབས་དུས་ནི་བདག་ཉིད་ཀྱིས་ང་ཚོ་དེ་ཆོས་རིག་ལས་ཁུངས་བར་ལ་ལས་འཆར་ཅིག་བར་ལ་ནི་ང་ཚོ་དེ Funding འདི་རག་རེད་ཨ་ནི Funding འདི་རག་ནི་ང་ཚོའི་འཆར་གཞི་ནང་ལོ་ལ་དེབ་བརྒྱ་དང་ལྔ་བཅུ་ཉིས་བརྒྱ་བ་རུ་ལ་སྟོན་བྱས་ནི་སློབ་གྲྭ་ཁག་གི་དཔེ་མཛོད་དང་འདི་གས་ལ་སྐྲ་མེད་ཀྱི་ཅིག་དང་པོ་དེ་འདྲེ་འགྲོ་བ་ཅིག་བྱུང་བ་རེད་ར་ད་ཡིན་ནས་ཡང་བསམ་ཚུལ་ལས་བྱེད་ད་འདི་འདི་ལས་དེབ་ཡག་པོ་ཞུགས་རྒྱུར་བཞག་ནི་པར་རིས་འདི་མཛོད་ཡག་པོ་ཡོད་རེད་ནི་འདི་ཡིན་དུས་ག་སར་དེབ་ཁྱབ་ཆས་ཡོང་ཡ་ཆེད་དུ་ནི་ཁ་གྲངས་མང་རུ་བཏང་བྱས་ད་བོད་པའི་སྤྱི་ཚོགས་ནང་ལོ་ལ་ཅིག་ང་ཚོ་དེང་སང་བོད་ཡིག་སྐད་ཡིག་ཐོག་ལ་ང་ཚོ་ལས་ཀ་བྱེད་ངེས་དེ་ཚོ་ཡིན་ནས་རེད་ཁོ་ན་ཚོ་ཡི་བསམ་འཆར་ལས་བྱས་ནི་ང་ཚོ་དེབ་མང་པོ་ཅིག་པར་བྱས། ཨ་ནི་ད་ད་ལྟ་གནས་སྟངས་དེ་ལ་དེབ་དབུ་འབྱེད་གནང་ཡས་ཀྱི། ད་དུས་ཚོད་འདི་འདྲ་བོ་ཅིག་ཆགས་འདོད་རེད་ད་དེབ་ཀྱི་ངོ་སྤྲོད་ཟེར་ན་ཨ་ནི་ལས་འཆར་འདི་ཡི་ཁ་ལོག་རེད་བརྒྱུད་རིམ་འགྲོ་བདེ་འདུག་ཟེར་རེད། ཨ་ལས་ད་ད་ལྟ་ང་ཚོ་ད་དེབ་འདི་དེབ་ཁ་གྲངས་ལྔ་ཡོད་རེད་ར་དཔེ་ཚོགས་འདི་ནང་ལོ་ལ་དེབ་ལྔ་ཡོད་རེད་འདི་གའི་ཚང་མ་མ་འཛོམས་དེ་ཨིན་ཇི་ནང་དུ་བྱས་ཨ་ནི་ད་གིན་ཞུ་བ་ན་བཞིན་ཨིན་ཇི་ནང་ལོ་སྒྲོམ་སྐད་སྒྲ་ཚ་བོ་དེ་འདྲ་རེད་སྤུ་གུ་ལ་སྤུ་གུས་དགའ་བོ་བྱེད་རྒྱོ་དེ་འདྲ་ར་འདི་གའི་ད་ད་ད་ཟེར་བ་ཡིན་ན། ག་ས་ང་ཚོའི་གི་སྐར་ཆུང་དཔེ་མཛོད་ཡོད་རེད་ནུབ་གླིང་ག་ལ་འདི་ནས་འབྲེལ་བ་གནང་ཤ་ན་འགྲིག་རེད། ད་ད་འདི་འགྲོ་གི་རེད་ད། ང་ཚོ་སྤྱི་དང་ནམ་རྒྱུན་ནས་ད་རྒྱབ་ལྗོངས་འདི་ག་ས་བོད་ཀྱི་སྐད་ཡིག་དང་ཐང་རེད་དཔེ་དེབ་ཀྱི་སྒང་ལ་ལས་ཀ་ཕྱིན་ནས་ད་ལོ་མང་པོ་འགྲོ་རྒྱོ་གྱི་རེད་ང་ཚོ་ར་དེ་ཡིན་དུས་ད། སྤུ་བོ་དཔེ་དེབ་ལ་དགའ་བོ་བཟོས་དང་ད་ང་ཚོ་སྤྱི་དང་ནམ་རྒྱུན། བོད་པ་པོ་དེབ་གློག་དབུ་མ་རེ་ལེགས་འདུག་ཨ་ནི་དེ་ད་ཅེས་མར་བཤད་ར་ད་ང་ར་ཚོའི་ཁོར་ཡུག་བསྐྲུན་མ་བསྐྲུན་གི་སྐད་ཆ་འདྲ་བོ་ཞིག་ཆ་གནད་འགག་འདྲ་བོ་ཆགས་ཀྱི་འདུག་ཨ་ནི་དེ་ཡིན་དུས་ང་ཚོ་ད་ག་ས་སྒྲུང་གི་བརྒྱུད་ནས་དང་དེབ་ཀྱི་བརྒྱུད་ནས་ཨ་ནི་ཅིག་པོ་བུ་ཚོ་ལ་སྐད་ཡིག་ངོ་སྤྲོད་བྱེད་ཡ་ཡིན་ནི་རེད་སྐད་ཡིག་ལ་དགའ་བོ་བཟོ་ཡ་ཡིན་ནི་རེད་ཨ་ནི་འདི་གི་ལམ་ཁ་འདི་ཐབས་ལམ་འདི་ཡག་ཤོས་འདྲ་བོ་ཞིག་མཐོང་ཆེས་ཨ་ནི་ང་ཚོ་འདི་ག་ལས་ཀ་བྱེད་དང་བྱེད་བཞིན་པ་འདྲ་བོ་ཞིག་ཡིན།